ལྷ་ཆེན་སྲིད་ཞིའི་གཙུག་རྒྱན་སྤྱི་ནོར ྋགོང་ས ྋསྐྱབས་མགོན་རྒྱལ་དབང་ཐམས་ཅད་ཅན་སྲིད་པ་ཆེན་པོ་མཆོག་ལ་སྐུ་གསུམ་སྐུལ་ལྕག་ཕུལ་བ་དང་བཅས་དེ་རིང་དབུས་བོད་མིའི་སྒྲིག་འཛུགས་ཆོས་རིག་ལས་ཁུངས་དང་གདན་ས་ཆེན་པོ་དགའ་ལྡན་རྣམ་པ་རྒྱལ་བའི་གླིང་ཤར་བྱང་གྲྭ་ཚང་གཉིས་ཀྱི་གོ་སྒྲིག་ཞུས་ནས།

ཆེན་མོ་ལགས། དགའ་ལྡན་བླ་སྤྱི་དང་གྲྭ་ཚང་གཉིས་ཀྱི་ཕྱག་མཛོད་རྣམ་པ། གྲྭ་ཚང་གཉིས་ཀྱི་དཔེ་ཁྲིད་དགེ་རྒན་རྣམ་པ་དང་སྡེ་ཚན་ཁག་གི་འགན་འཛིན། དབུས་བོད་མིའི་སྒྲིག་འཛུགས་ཀྱི་ཆོས་རིག་ལས་ཁུངས་ཀྱི་ཕྱག་ལས་འགན་བཞེས་ངེས་སྲི་ཞུ་བ་རྣམ་པ། ལྷག་པར་དུ་ཡང། ཕྱོགས་མཐའ་ཁག་ནས་ཕེབས་པའི་དགོན་སྡེ་ཁག་གི་མཁས་དབང་རྣམ་པ་དང། གཟུར་གཉེར་པ་རྣམ་པ། ཨིན་དྲའི་གྲྭ་ཚང་གཉིས་ཀྱི་སྡེ་དགྲོ་གླེང་མཉམ་ཞུགས་གནང་མཁན་དག་སློབ་གཉེར་བ་ཡོངས་ལ་ཡང།

འདི་གལ་ཆེན་པོ་བརྩིགས་ཡོད་ལ་འདི་དུས་ཚོད་དེ་ག་ལ་གང་འཚམས་ཅིག་བེད་སྤྱོད་ཡོད་པ་ཆིག་དེ། སྒྲིག་འཛུགས་དང་འཛིན་རིམ་ནང་ཡོད་པ་གཞི་གསུམ་གྱི་མང་ཤོས་ཡང་འབད་བརྩོན་ལ་ཞུགས་ཡིན། དེ་ནས་ད་ང་རང་ཚོ་ཐེངས་འདིའི་གི། བགྲོ་གླེང་གི་ལྟ་བརྗོད་ཤིག་དེ་དབུ་མའི་སྐོར་རེད། དེའང། གཞུང་ད་དབུ་མའི་གཞུང། གྲགས་ཆེ་བ་གལ་ཆེ་བ། དཔལ་ལྡན་ཟླ་བས་མཛད་པའི་དབུ་མ་འཇུག་པ་དང། མེས་སྟོན་ཤེས་རབ་འོད་གསལ་གྱིས་མཛད་པའི་བོན་གཞུང་དབུ་མ་དེ་གཉིས་དེ་ཆགས་བསྡད་ཡོད་རེད། གཞུང་འདི་གཉིས་ཀྱི་ངོ་སྤྲོད་ཟེར་ན་ད་དུས་ཚོད་ཞུས་པ་ཡིན་ན། སྤྱི་དང། དཔལ་ལྡན་ཟླ་བས་མཛད་པའི་རྟ་གཞུང་བསྟན་འགྱུར་ཁྲོད་ལ་བཞུགས་པ་འདི་ལ་ཡང། སྔགས་ཕྱོགས་ཀྱི་གཞུང་ཆོས་ཚན་མི་འདྲ་བ་བརྒྱད་དང། མདོ་ཕྱོགས་ཀྱི་གཞུང་ཆོས་ཚན་མི་འདྲ་བ་བཅུ་བཅས་བྱས་ནས། གཞུང་ཚན་ཆོས་ཚན་བཅོ་བརྒྱད་འདུག་ཚུལ་ཡོད་པ་རེད། འདི་ནའང་རེ་ཟུང་གཅིག་དཔལ་ལྡན་ཟླ་བས་མཛད་པ་ཡིན་དང་མིན། ད། ནམ་རྒྱུན་དཔྱད་གཞིར་འདུག་ཚུལ་ཡོད་བསྡད་ཅིག་རེད། མདོ་ཕྱོགས་ཀྱི་གཞུང། བཅུ་ཡོད་པའི་ནང་ནས་ད་ཕེ་ཆར་ཡོངས་རྫོགས་རོ་ཅིག་དབུ་མའི་སྐོར་ཆགས་བསྡད་ཡོད་པ་རེད། འདིའི་ནང་ནས་ད། གཞུང་གལ། ཆེ་ཤོས་གཅིག་དེ་ད་དབུ་མ་ཚིག་གསལ་དང་དབུ་མ་འཇུག་པ་རེད། དབུ་མ་ཚིག་གསལ་དེ་རྩ་བ་ཤེས་རབ་ཀྱི་དགེ་འབྲས་དུ་བརྩམས་པ་བཅས་བྱས་ནས། རྩ་ཤེས་ཀྱི། ཚིག་གི་འགྲེལ་བ་དང། དབུ་མ་འཇུག་པ་དེ་རང་རྐང་དུ་བརྩམས་པ་བཅས་བྱས་ནས་རྩ་ཤེས་ཀྱི་དོན་གྱི་འགྲེལ་བ་ཆགས་བསྡད་ཡོད་པ་རེད། ད་རྩ་ཤེས་ཀྱི་གཙོ་བོ་ད་སྟོང་པ་ཉིད་གཞུང་གཉིས་ཀྱི་རྩ་བའི་སྟོང་པ་ཉིད་ཀྱི་རྣམ་གཞག་དཔྱིས་ཕྱིན་པ་བསྟན་པ་འདྲ་ན་ཡང་ད་གཙོ་བོ། ཚིག་གསལ་གྱིས་མ་གསུངས་པ་ཅིག་དབུ་མ་འཇུག་པའི་ད་གང་ལྟར། ཀླུ་སྒྲུབ་ཀྱིས་མཛད་པའི་རྩ་ཤེས་ཀྱི་གཞུང་ལས་གཞན་རིན་ཆེན་ཕྲེང་བ་ལ་སོགས་པ་ནི། ཁ་བསྐངས་ནས་རྟ་རྒྱ་ཆེ་བའི་རྣམ་གཞག་འདི་གལ་ཏེ་ཕྱག་དེ་ཡོད་རེད། འདིའི་མདུན་དབུ་མ་འཇུག་པ། སེམས་བསྐྱེད་བཅུ། འབྲས་བུ། འབྲས་བུའི་ས་དང་བཅས་པ་བཞིན་ས་བཅུ་གཅིག་གི་རྣམ་གཞག། ངང་བསྲུངས་ནས། བྱང་ཆུབ་སེམས་དཔའི་བྱང་སེམས་འཕགས་པའི་ས་བཅུའི་རྣམ་གཞག་དེ། ཕར་ཕྱིན་བཅུ་ལ་ཡང་སྦྱར་ནས་གསུངས་པ་གཅིག་དང་ཆོས་སྤྱོད་དང་འབྲེལ་ནས། སོ་སྐྱེ་ས་ཡི་འདི་ལྡན་ཆོས་གསུམ་རྣམ་གཞག་བྱེད་ཅེས་ནི་ཏུ་གསུངས་ཡོད་རེད། དེ་ནས་ད་ས་དྲུག་པ། སེམས་བསྐྱེད་དྲུག་པའི་སྐབས་ལ་ཡང་ད་གཙོ་བོ་ཤེས་རབ་ཕར་ཕྱིན་གྱི་ཉམས་ལེན་དང་འབྲེལ་བའི་ཐོག་ནས།

གཞུང་འདི་མཛད་པ་པོ། དཔལ་ལྡན་ཟླ་བ་གྲགས་པ། རྩ་བའི་ད་ཀླུ་སྤྲུལ་སྐུ་གི་དངོས་སློབ་ཡིན་དང་མིན། ད་ནམ་རྒྱུན་གསུང་ཚུལ་མང་པོ་ཞིག་ཡོད་དེ། རྗེ་བཙོང་ཁ་པ་ལ་སོགས་པ་ད་མཁས་པ་མང་ཆེ་བའི་ཀླུ་སྒྲུབ་ཀྱི་དངོས་སློབ་ཡིན་པ། དེ་གསུང་གི་ཡོད་རེད། ད་སྤྱི་དང་ནམ་རྒྱུན། ཡོངས་གྲགས་ད་དེང་དུས་བཤད་སྟངས་དང་བྱས་པ་ཡིན་ན་དུས་རབས་བདུན་པའི་ནང་ཕེབས་པ་ཅིག་འདི་འདྲ་ཅིག་རེད། ད་པ་ནི་ཟླ་བ་གྲགས་པ་གསུང་དབྱངས་དེ། ད་ལྟ་རྗེ་རིན་པོ་ཆེ་གི་རྣམ་ཐར་ནང་ལོགས་ལ། རྗེ་རིན་པོ་ཆེ་གི་རྗེ་བཙུན་འཇམ་པའི་དབྱངས་ལ་ཡང་བཀའ་འདྲི་གནང་པའི་སྐབས་ལ་ཡང། སློབ་དཔོན་ཀླུ་སྒྲུབ་ཀྱི་དགོངས་པ་འགྲེལ་བ་ལ་ཡང། པ་ནི་ཟླ་བ་གྲགས་པ་རྣམ་པ་ཐམས་ཅད་དུ། ཚད་མར་བཟུང་རུང་གི་རེད་བས་རུང་གི་མ་རེད་ཅེས་བྱས་ནས། ཡང་བཀའ་དྲིན་ཞུས་པའི་སྐབས་ལ་ཡང་རྗེ་བཙུན་འཇམ་པའི་དབྱངས་ཀྱིས། དཔལ་ལྡན་ཟླ་བ་གྲགས་པ་ཟེར་ཡ་དེ། སྟེང་ཕྱོགས་འཇིག་རྟེན། ཁམས་གཅིག་གི། བདེ་ཆེན་ཞེས་པ་ཞིག་གི་དྲུང་ལ་ཡང། སློབ་དཔོན་ཀླུ་སྒྲུབ་ཀྱིས་བསྟན་པའི་སྙིང་པོ། དྲི་མ་མེད་པ། གསལ་བར་བྱས་ཡག་གིས་བསམ་བཞིན་དུ། ཨ་ནི། ཞིང་འདི་ལ་ཡང། སྲིད་པ་སོང་བ་ཅིག་རེད། འདི་ཡིན་དུས། མགོན་པོ་ཀླུ་སྒྲུབ་ཀྱི་མདོ་ཕྱོགས་དང་སྔགས་ཕྱོགས་གང་གི་སྐབས་ལ་ཡིན་ན་ཡང་རྣམ་པ་ཐམས་ཅད་དུ། ཚད་མར་བཟུང་རུང་གི་རྣམ་པ་ཐམས་ཅད་དུ། ཡིད་ཆེས་བྱ་རུང་གི། དེ་ལ་ཡང། ཆ་ཐམས་ཅད་ནི། སྒོ་ཐམས་ཅད་དུ། འཁྲུལ་པའི་ཁྲམ། ཆ་ཙམ་ཡང་ཡོད་མ་རེད་ཅེས་བྱས་ནས་བརྟག། པ་འདི་ཟླ་བ་གྲགས་པ་ཟད་དེ། ཇི་སྲིད་འཇམ་པའི་དབྱངས་ཀྱིས། འདི་འདྲ་ཅིག་གསུངས་ཡོད་རེད་བྱས་ཙང་འདི་ཡིན་དུས་ང་རང་ཚོའི་ད་ཐེངས་བགྲོ་གླེང་འདིའི་སྐབས་ལ་ཡ་ད་གཙོ་བོ་སྔ་འགྱུར་རྙིང་མ་དང། འགྲོ་མགོན་བཀའ་བརྒྱུད། དང་ནང་བཞིན་གྱི་དཔལ་ལྡན་ས་སྐྱ་པ། རྒྱལ་བ་ཇོ་ནང་པ། མཉམ་མེད་དགའ་ལྡན་པ་བཅས་ཀྱིས་ནི་ད་ཆོས་བརྒྱུད་ལྔ་པོ་དེ་གའི་གཙོ་བོ་དེ་འདྲ་དབུ་མ་འཇུག་པའི་སྐོར་ལ་ང་ཚོས་རྩོམ་ཤོག་དང་གསུང་བཤད་གནང་ཡོད་རེད། དེ་ནས་གཡུང་དྲུང་བོན་གྱི་རྩོམ་ཤོག་དང་གསུང་བཤད་དེ། མེ་སྟོན་ཤེས་རབ་འོད་ཟེར་གྱིས་མཛད་པའི་ད་དབུ་མ་དེ་ཉིད་དེའི་རང་འགྲེལ་ད་གཙོ་བོ་དེའི་ཐོག་ལ། བགྲོ་གླེང་དང་གསུང་བཤད་བསྡུ་གསོལ་གནང་ཡོད་རེད། དེ་ཡང། ད་ལྟ། རྩ་བའི་དབུ་མ། བོན་བརྒྱུད། ད་ཐེག་པ་རིམ་པ་དགུ་ཡི་ནང་གི། ཐེག་པ་རིམ་པ་ལྔ་བ་དེ་དང་འབྲེལ་ནས། དབུ་མའི་ལྟ་བའི་སྐོར་ལ་ཡང་ད་གཞུང། གལ་ཆེ་ཤོས་ཅིག་དེ་དབུ་མ་དེ་ཉིད་ཆགས་བསྡད་ཡོད་ས་རེད། རྩ་བའི་བོན་གཞུང་ནང་ལོགས་ལ་ཡང། ལྟ་སྒོམ་སྤྱོད་གསུམ་མ་གསུངས་པའི་སྐབས་ལ། ལྟ་བའི་རྣམ་གཞག་རྒྱས་པར་བསྟན་པ་ལ་ཡང་ལམ་རིམ་སུམ་བརྒྱ་པ་དང། སྤྱོད་པའི་སྐོར་རྒྱས་པར་སྟོན་པ་ལ་ཡང། འདུལ་བ་ཀུན་ལས་བཏུས་པ་དང་འདུལ་བ་མདོར་བསྡུས་པ། སྒོམ་པའི་སྐོར་དམིགས་བསལ་ཆེད་དུ་སྟོན་པ། དབུ་མ་བདེན་གཉིས་ཀྱི་ནི་འདི་འདྲའི་གསུང་ཚུལ་འདུག་གང་ལྟར་ད་དབུ་མ་བདེན་གཉིས་དེ། བོན་གཞུང། གང་ལྟར་དབུ་མའི་གཞུང་གྲགས་ཆེན་པོ་གཅིག་དེ་འདྲ་ཅིག་རེད་ཤག། མི་དོན། ཤེས་རབ་འོད་ཟེར། ད་ཕྱི་ལོའི་དུས་རབས་བཅུ་གཅིག་ནང་ཕེབས་པ། གཅིག་སྟོང། རྒྱ་མའི་ལྔ་བཅུ་ང་བརྒྱད་ལོ་ལ་སྐུ་འཁྲུངས་རྗེས་འདི་འདྲའི་ཅིག་བྱེད་ཅིང་དང། ཁོང་གིས་མཛད་པའི་དང་གཞུང་མང་པོ་ཡོད་པའི་ནང་གི་དང་དབུ་མའི་གཞུང་དང་གྲགས་ཆེན་པོ་གཅིག་དང་དབུ་མ་དེ་ཉིད་དེའི་རང་འགྲེལ་བྱེད་ཅིང་དང་གཞུང་འདི་ཆགས་བསྡད་ཡོད་རེད། དེ་ཡིན་དུས་དང་དེ་རིང་ང་རང་ཚོའི་བགྲོ་གླེང་ནང་ཡང་གཞུང་འདི་སྐད་དེ་དང་གཞུང་འདི་སྐད་དེ་དང་གང་ལྟར་མགོ་རྒྱ་གར་སྐད་དུ་ནས་མཇུག་རྫོགས་མཚམས་བར་དུ། གསུང་བཤད་གནང་མཁན་རེ་རེ་ལ་ཡང་གཞུང་ཆ་བགོས་བྱས་ནས་དེའི་ནང་གི་བརྗོད་བྱ་གལ་ཆེ་བ། དཀའ་གནད་ཆེ་བ། གནད་འགག་འདི་གའི་དེ་ཚུལ་བྲིས་རྗེས་ང་ཚོ་དེ་རིང་བར་དུ་བགྲོ་གླེང་ཉི་མ་བཞི་དུ་གནང་རྗེས་ད་གང་ལྟར་ཆོས་བརྒྱུད་སོ་སོ་སོ་སོའི་གི། དབུ་མའི་ལྟ་བའི་སྐོར་ལ་ཡང་ད་ཞལ་མཚམས་མི་འདྲ་བ། བརྡ་ཆད་མི་འདྲ་བ། དགོངས་པ་ལེན་སྟངས་མི་འདྲ་བ། ད་འདི་ཚོའི་ཐོག་ལ་ཡང། ད་བགྲོ་གླེང་འདིའི་ཐོག་ནས་ག་ལ་གང་འཚམས་ཀྱིས་ཞིབ་ཚགས་པོ་དང། ཅིག་ད་བློ་སྐྱེད་ཆེན་པོ་ཞེ་དྲག་བྱུང་བ་ཅིག་ངོས་འཛིན་ཏུ་ཞུགས་ཡོད། སྤྱི་ལྟང་ནས་ང་རང་ཚོའི་ཆོས་བརྒྱུད་སོ་སོའི་གི་ལྟ་སྒོམ་སྐོར་ལ་ཡང་འགྲེལ་བཤད་བྱེད་པའི་སྐབས་ལ་ཡང། རང་བཟོས་ཉེས་པའི་མ་འགོས་པ། སླ་བཅོས་སུ་མ་སོང་བ། གཙོ་བོ། ཆོས་བརྒྱུད་སོ་སོ་ཀྱི་ཚད་ལྡན་གྱི་མཁས་དབང་གི་གཞུང་ལ་གཏུགས་དགོས་ཡ་དང་དེ་ཡང་ཆོས་བརྒྱུད་སོ་སོའི་གི་ཐོག་མར་སོ་བྱེད་པ་པོའི་དགོངས་པ་ལ་གཏུགས་དགོས་ཡ། དེ་ཡང་ཡང་དེས་པ་ཡིན་ན་རྒྱལ་བོའི་བཀའ་དང་དེའི་དགོངས་འགྲེལ་གྱི། རྒྱ་གར་གྱི་དཔེ་སྒྲུབ་ཀྱི་གཞུང་ཚད་ལྡན་དེ་གའི་ལ་ཡང་གཏུགས་ནས། ཁུངས་དེ་འདྲ་ཅིག་ལ་གཏུགས་ནས་ང་ཚོས་འགྲེལ་བཤད་གནང་དགོས་གལ་ཆེན་པོ་རེད། རྩ་བའི་ཆོས་བརྒྱུད་ག་འདྲ་གཅིག་ཡིན་ནའང་ཆོས་བརྒྱུད་སོ་སོས་ཀྱི་ད་ཆོས་ཀྱི་རྣམ་གཞག་དེ་གང་ལྟར་ངོ་བོ་མ་ནོར་བ། གྲངས་མ་ཆད་པ། གོ་རིམ་མ་འཁྲུགས་པ། གཞུང་གི་ཚིག་ཆ་རེ་རེ་ནས་ཅིག། གང་ལྟར་ལུང་དང་རིགས་པ་ལ་ཡང་གཏུགས་ནས་དགོངས་པ་འགྲེལ་ཡ་ཡོད་པ། བླ་མའི་མན་ངག་ཡོད་པ་བཅས་བྱས་ནས་འདི་འདྲའི་ཐོག་ནས། དེ་སྐད་ཀྱི་དོན་ག་འདྲའི་ཅིག་ཉམས་ལེན་བྱས་པ་ཡིན་ན། སོ་སོའི་རྒྱུད་ཐོག་གི་ཉོན་མོངས་ཞི་ནས། ཐར་བ་དང་ཐམས་ཅད་སྐྱེ་མེད་གོ་འཕང་མཐོ་བ་ཡོད་དེ་ངེས། འདི་འདྲའི་ཅིག།

ལྷག་པར་དུ་ཡང། ཆོས་བརྒྱུད་ཆུ་ཚོད་གཞུང་གང་ཡང་མ་མཐོང་པ་ཞིག། ཆོས་བརྒྱུད་དེ་དང་དེའི་བཞེད་ཚུལ་འདི་རེད་ཟེར་ཡག་འགྲོ། འདི་འདྲས་ཀྱི་ཐོག་ནས། ཆོས་བརྒྱུད་གཞན་དང་གཞན་ལ་ཡག། ད་གང་ལྟར། ཅིག་ཆགས་སྡང་གི་སྐད་ཆ་བཤད་ཡ་ལ་སོགས་པ། ཕྱོགས་ལྷུང་གི་སྐད་ཆ་བཤད་ཡ་ལ་སོགས་པ།

མ་རེད་ད་ཅིག་བསམ་བློ་ལ་ཡ། རྩ་བའི་ང་ཚོ་རི་ཆེན་པོ་གཅིག་གང་འགྲོ་གི་ཡོད་པ་ཡིན་ན། འགྲོ་སའི་ལམ་ཁ་དེ་ཕྱོགས་བཞི་དང་ལྔ། ག་འདྲས་ཅིག་ཡོད་པ་ཡིན་ན། ལམ་ཁ་འདི་ནས་རི་མཐོ་བོ་གཅིག་གང་ལ་ཡ། སླེབས་ཐུབ་པའི་བཟོ་རེ་བྱེད། དེ་ཡིན་དུས། ཆོས་བརྒྱུད་སོ་སོའི་གིས་ད་གཞུང་གི་དགོངས་པ་འགྲེལ་སྟངས་དང། ཐ་སྙད་བྱེད་སྟངས་བརྒྱུད་པ་མི་འདྲ་བ་ག་འདྲ་ཅིག་ཡོད་པ་ཡིན་ན་རྩ་བའི་མཐར་གཏུགས་ནས་བཤད་པ་ཡིན་ན། དེ་གའི་དེ་དོན་དག་གཅིག་གང་ལ་ཡང་བབ་ཀྱི་ཡོད་པ་ཅིག་ངོས་འཛིན་བྱས་ཡོད། འདི་མ་བྱས་པ་ཡིན་ན། དཔེར་ན་རི་བོ་དགེ་ལྡན་པས་བཤད་པའི་ལྟ་བ་དེ་ཡང་དག་པ་རེད། ཆོས་བརྒྱུད་གཞན་དང་གཞན་གྱིས་བཤད་པའི་ལྟ་བ་དེ་ཡང་དག་པ་མ་རེད་ཅེས་ང་ཚོས་ལབ་པ་ཡིན་ན། རེའུ་དགེ་ལྡན་པའི་སྒྲུབ་སྡེ་སྲོལ་མ་ཕྱེས་གོང་ལ་ཡང་ཆོས་བརྒྱུད་ཤེས་ལྡན་གཞན་གྱི་གཞུང་ལ་བརྟེན་ནས་ལྟ་སྒོམ་ལ་བརྟེན་ནས་ཐར་པའི་གོ་འཕང་ཐོབ་པ་མེད། ཐམས་ཅད་ཁྱིམ་མིའི་གོ་འཕང་ཐོབ་པ་མེད། ཕལ་ཆེར་ལབ་དགོས་གཅིག་རེད། འདི་ལབ་ཐུབ་མ་རེད། འདི་རྒྱུན་ནས་ལབ་ཐུབ་མ་རེད། རེའུ་དགེ་ལྡན་པའི་སྒྲུབ་སྡེ་རྗེ་ཙོང་ཁ་པ་ཆེན་པོ་མ་ཕེབས་གོང་ལ་ཡང་ཆོས་བརྒྱུད་ཤེས་ལྡན་གཞན་གྱི་ནང་ལ་ཡང་མཁས་པ་ནམ་མཁའི་སྐར་ཚོགས་ནང་བཞིན་ཕེབས་ནས་ས་ལམ་གྱི་རྟོགས་པ་མཐོ་བོ་ཡང་རྙེད་ནས་སངས་རྒྱས་གོ་འཕང་ཐོབ་པ། ཐར་པའི་གོ་འཕང་ཐོབ་པ། སྐྱེས་བུ་དམ་པ་བསམ་གྱིས་མི་ཁྱབ་པ། འདུག་ཅེས་དུས་ཐ་དད་པ་དུ་འདུག་བྱོན་ཡོད་རེད། འདི་ཡིན་དུས་ཙམ་ལ་ཁོ་རང་ཚོའི་འདི་འདྲའི་གི་ས་ལམ་གྱི་རྟོགས་པ་མཐོ་བོ་རྙེད་ཡ་དེ་སུ་སུ་སུ་གི་ལྟ་བ་གཏན་ལ་ཕབ། འདི་ལ་ཡང་ཐོས་བསམ་བྱེད། ཨ་ནི། དེའི་མཐའ་ལ་ཡང། ཉམས་བཞེས་རྣམས་ཉམས་རྟོགས་རྒྱུད་ལ་འཁྲུངས་ནས་རྟོགས་པ་རྙེད་པ་ཅིག་ཡིན་དུས། འདི་སྐད་དེ། འདིའི་ཐོག་ནས་ང་ཚོས་ཀྱིས་ད་ག་ཟླ་པཎ་ཆེན་བློ་བཟང་ཆོས་སྐྱིད་གསུངས་པ་ནང་བཞིན་ཉམས་མྱོང་ཅན་གྱི་རྣལ་འབྱོར་པས་དཔྱད་ནས་དགོངས་པ་གཅིག་ཏུ་བབས་སོང་ཡང་དེ་ཕལ་ཆེར་འདི་འདྲ་ཅིག་གང་ལ་གོ་བ་གླེང་ཐུག་རེད་བསམ་གྱི་ཡོད། འདི་བྱས་ཕྱིར་འདིའི་འདུས་གཙང་ལ་འདི་ཚོས་དེ་ལྟར་ཞུ་གལ་ཆེན་པོ་རེད་བཞག་ང་རང་ཚོས། ཅིག། གང་ལྟར། ཆོས་བརྒྱུད་སུ་སུ་ཚོས་དཔེར་ན་ང་ཚོ། ཉི་མ་བཞི་གི་བགྲོ་གླེང་ནང་ལོགས་ལ་ཡང། བགྲོ་གླེང་བྱེད་ཡོང་པའི་སྐབས་ལ་ཚིག་གི་སྦྲེལ་སྟངས་དང་ཐ་སྙད་སྦྱར་སྟངས་དང། ཅིག། འགྲེལ་བཤད་བྱེད་སྟངས་མི་འདྲ་མི་འདྲ་ཡོད་དེ། ཞིབ་རྩ་བའི་སྒང་མང་གླས་ཡོང་དུས་ཕལ་ཆེར་བབས་ས་འདྲ་བོ་འདྲ་བོ་གང་གླས་ཡོང་གི་འདུག་ད་དུང་ང་ཚོ་ཞིབ་རྩ་བ་བྱས་ནས་དཔྱད་པ་བྱེད་ཡག་དང། དེ་དཔྱད་པ་བྱས་པ་ཙམ་དུ་མ་ཟད་པའི་ང་རང་ཚོའི། ཉམས་མྱོང་ལ་ཡང་བཀལ་ནས། དགོངས་པ་བཞེས་པ་ཡིན་ན་ཕལ་ཆེར་བབས་ས་ཅི་གང་ལ་བབས་ཐུབ་ཀྱི་ཡོད་ཀྱི་རེད་བསམ།

དཔེ་ན་ལེན་དེ་ཆོས་ཀྱི་དྲི་མ་མེད་པ་ཡིན། ཅེས་འདུག་ཅེས་ནི། གསུངས་པ་དང་ང་ཚོ་འདི་འདྲའི་ཞིག་དགོངས་པར་ཆགས་པ་ཡིན་ན། ང་ཚོའི་གི་ཆོས་བརྒྱུད་འདི་གའི་དེ་ཡར་འདེད་པ་ཡིན་ན། ཅིག་ཡར་ཁུངས་ལུང་གཏུགས་ས་འདི་གའི་དེ་རྒྱ་གར་གྱི་དཔེ་འགྲུབ་འདི་གའི་དང་ཡར་ཅིག་གཏུགས་ས་གཅིག་ལ་ཡར་ཐུག་གི་ཡོད་པར་འགྲོ། ཅིག་འདིའི་ཐོག་ནས། ཆོས་ལུགས་མཐུན་ལམ་ཡོང་ཡག་དང། བསམ་བློ་གུ་ཡངས་དུ་ཡོང་ཡག། ཆོས་ལུགས་ཕན་ཚུན་བར་གྱི་ད་གང་ལྟར་འཐེན་འཁྱེར་འདི་གས་དེ་ཉུང་དུ་འགྲོ་ཡ་དེ་གནད་འགག་ཆེན་པོ་ཞིག་གཟིགས་ཀྱི་ཡོད་ཅེས་ཆིན་ཏི་བཀའ་སློབ་ཡང་ཡང་གནང་ཡོད་རེད། པས་ན་ལན་དེ་ཆོས་བརྒྱུད་ཡིན་ཟེར་ཏེ་རྩ་བའི་འདི་ལ་ཡང་དགོངས་པ་ཧ་ཅང་གི་རླབས་ཆེན་པོ་དང་འདི་ལ་ཡང་འགྲེལ་བཤད་རྒྱ་ཆེན་པོ་བྱེད་ཡ་ཡོད་དེ་འདིའི་ནང་ལོགས་ནས་འགྲེལ་བཤད་དོན་དག་གཅིག་དེ། དཔེ་ན་ལེན་འདྲའི་ཆོས་བརྒྱུད་འདི་འདྲའི་གཅིག་ཡིན་ཟེར་ལབ་ཡོང་དུས་ང་ཚང་མ་ལོ་ལྟ་ཚུལ་འདི་གས་དུས་གཅིག་པ་ཡོང་ཆེ་དེ་གཅིག་གསུང་ཡོང་དུས་འདི་དེ་གཅིག་རེད་ཨེ་འདི་ནས་ད་ད་ལྟ་ང་རང་ཚོ་དེ་ཕན་ངེས་ཙམ་དུ་མ་སེལ་བའི་ད་ལྟ་འདི་ཐད་གཏོང་ཡིན་དུས་དྲ་ལམ་བརྒྱུད་ནས་ད་ང་ཚོ་བགྲོ་གླེང་ཚོགས་པའི་སྐབས་ཀྱི་ཉིན་རེ་ཉིན་རེ་གི་ད་ད་ཚོགས་ཐུན་སོ་སོས་ཀྱི་བགྲོ་གླེང་གནང་པའི་འདི་གས་དེ། ད་དྲ་ལམ་ཐོག་ནས་ཟིན་ངེས་ཕལ་ཆེར་ད་ཁྲི་གསུམ་བཞི་དེ་འདྲའི་མང་ང་དེ་གའི་དེ་འདྲའི་གང་ཡོང་འདུག་དེ་འདིའི་འདུས། གོ་སྐབས་འདི་བརྒྱུད་ནས་ཞུ་ཡག་ལ་ཡག། ད་ང་ཚོས་ཅིག་ཆོས་ལུགས་དག་ནང་བཞིན་ང་ཚོ་ཆོས་བྱེད་པ། དགེ་འདུན་པ་དཔེར་ན་འདིའི་བགྲོ་གླེང་ཕེབས་ངེས་ཡིན་ན་ད་དགོན་ཁག། བཞི་བཅུ་བཞི་བཞི་ལྷག་ལྷག་ཅིག་འདི། མཁས་དབང་ཀླུ་མཉམ་མང་པོ་ཅིག་ཕེབས་ཡོད་རེད། འདིར་བགྲོ་གླེང་གནང་པའི་སྐོར་ལ་ཧ་ལས་ཡ། གསུང་བཤད་གནང་སྟངས་དྲི་བ་འགོད་སྟངས། དངོས་གནས་ངོ་མཚར་སྐྱེ་ཡ་བསམ་མི་ཁྱབ་པ་ཅིག་དངོས་གནས་ད། སྔས་མ་དཔལ་ནཱ་ལེནྡྲའི་གཙུག་ལག་ཁང་ཡོད་པའི་སྐབས་ལ་མཁས་པ་རྫོགས་ལྡན་འཛོམས་ནས་བགྲོ་གླེང་གནང་པ་ཡིན་ན་ཕལ་ཆེར་འདི་འདྲའི་ཅིག་ཡིན་རྒྱུ་རེད་བསམ་བསམ་རོགས་གྱིས། འདི་འདྲའི་ཅིག་ཡོང་དུས་འདུག་བྱས་ཙང་དངོས་གནས་ད་ལྟ་ང་ཚོ་འདིའི་ད་ཆོས་རྒྱུད་དགོན་སྡེ་ཁག་བཞི་བཞི་གྲངས་གཅིག་ནས་སྐུ་ཚབ་གཉིས་སུ་གསུམ་ཚད་མ་དུ་ཕེབས་ཐུབ་ཡོད་མ་རེད་ཆོས་རྒྱུད་སོ་སོའི་དགོན་སྡེའི་ནང་ལོགས་ལ་མཁས་པ་དང་གྲུབ་པའི་སྐྱེ་བོ་སྐྱེས་མཆོག་བསམ་གྱིས་མི་ཁྱབ་པ་བཞུགས་མང་པོ་བཞུགས་ཡོད་རེད། འདི་ཡིན་དུས། མི་དམངས་སྤྱི་བྱིངས་ཀྱིས་འདི་སྐད་དེ་མཁྱེན་དགོས་འདུག་དགོན་སྡེ་གྲྭ་ཚང་ནང་ལོགས་ལ་ཡ། བསྟན་པ་ཞིག་དེ་ངན། ཀུན་སྤྱོད་མི་མཐུན་པ། ཡ་འཁྱམ་མ་འཁྱམ་བྱས་དེ་ངན་རེ་ཟུང་ཡོད་རེད། ཡོད་རེད། སྤྱི་ཚོགས་དྲ་ལམ་ཐོག་ལ་སྐད་ཆ་འདྲ་མིན་བཤད་དེ་ངན། བསྟན་པ་ལ་ཡ་ཞུགས་ནས་བསྟན་པའི་བྱ་བ་བྱེད་ཡ་ཚབ་ལ་ཡ། བསྟན་པའི་ཞལ་འདེབས་ཞུ་ཡ་ཚབ་ལ་ཡ་བསྟན་པའི་ཞབས་འདྲེན་ངན་རེ་ཟུང་ཡོད་རེད། ཡིན་ན་ཡང། རེ་ཟུང་ཡོད་པ་འདི་རྒྱུ་མཚན་དུ་བྱས་ནས། བསྟན་པ་སྤྱི་དང། དགོན་སྡེ་སྤྱི་དང་ཆོས་བྱེད་དགེ་འདུན་ཡོངས་ལ་ཡང། འཚེ་མེད་ཞུས་པ་ཡིན་ན་ཧ་ཅང་གི། ཉེས་པ་ཆེན་པོ་སྡིག་པ་ཆེན་པོ་འདི་ཡིན་པ་དེ། ད། རིས་སུ་མ་ཆད་པའི་ཁྱི་རུ་གཉིས་ལྡན་ཀེའུ་དམ་པའི་གསུང་མང་པོའི་ནང་ཡོད་པ་རེད། པཎ་ཆེན་བློ་བཟང་གི། པན་ཆེན་བློ་བཟང་ཆོས་རྒྱན་གྱི། ད་ལྟ་གསུང་གཅིག་ནང་ལོགས་ལ་ཡང། འཕགས་པའི་སྐྱེ་བོ་རྣམས་ཀྱི་མཛད་པ་རྣམ་པར་དག་པ་སོ་སོ་སྐྱེ་བོ་རྣམས་ཀྱི་ཡུལ་ལས་འདས་ཤིང། ཆོས་དང་སྐྱེས་བུ་དམ་པ་ལ་བརྟེན་པའི་སྡིག་པ་ཤིན་ཏུ་མི་བཟད་པས་ཕྱོགས་འཛིན་གྱི། མདངས་ཤུགས་དོར་ནས་དག་སྣང་ནུས་པའི་འོད་ཀྱིས་ཁྱབ་པར་མཛད་དུ་གསོལ། དག་སྣང་ཤེས་བརྒྱད་ཚབ་བྱེད་ཀྱི། ཐར་ལམ་སྲིད་བྱས་ནང་ལོགས་ལ་ཡ། སྐྱེས་བུ་དམ་པ་གང་ན་ཡོད་མི་ཤེས་པ་སྐྱེས་བུ་དམ་པ་ལ་སྨོད་པ་ནི་ངན་འགྲོ་མི་བཟད་པའི་རྒྱུ་སྤུས་དུ་ཕྱིན་པར་མདོ་རྒྱུད་ཀུན་ལས་གསུངས་པས། གནོད་བགྲོད་དང་ལྡན་པ་རྣམས་ཀྱི་གནས་འདི་ལ་ཤིན་ཏུ་བག་དང་ལྡན་པར་བྱའོ། དེ་ནས་འདིའི་འོག་དེ་ལ་ཡ།

མང་པོ་ཡོད་བ་མ་རེད། གྲྭ་བ། གསར་ཞུགས་བྱེད་མཁན་ལོ་རེ་ནས་ལོ་རེ་ཉུང་དུ་འགྲོ་བསྡད་དགོས་རེད། ང་རང་ཚོའི་བསྟན་པ་སྤུས་དག་པ་འདི་འདྲའི་ཅིག་ཡོད་པ་དེ། ད་ལོ་བོད་ལ་ཡ་ག་འདར་མཁན་སློབ་ཆོས་གསུམ་སྐུ་དུས་ནས་བྱེད་བཞིན་ད་ད་ད། ང་རྒྱུ་སྙིགས་མ་ནི་མ་བྱེད་ན་འདི་རེད་ཨ་ནི་བོད་རང་གི་གདོད་མའི་ཆོས་རྒྱུད་གཡུང་དྲུང་བོན་ཡིན་ན་འདི་ངེས་ནས་ཡོད་རེད་བྱས་ཙང་ད་ལོ་སྟོང་ཕྲག།

དེ་སྟེ། ཡུན་རིང་པོ་གནས་པ་ལ་ཡང། ད་ང་ཚོ་ཡིས་ཅིག་དགྲ་རྒྱུན་གྱིས་མཚོན་པའི་ད་གང་ལྟར། མི་དམངས་སྤྱི་ཚོགས་རང་ལ་ཡང་ཧ་ཅང་གི་གཏོད་ཚབས་ཆེན་པོ་ཡིན་དུས་ཙམ་ལ་དེ་ཚོའི་ཐོག་ལ་ཡང་ད་མི་དམངས་སྤྱི་གཅིག་ཡིན་ན་ཡང་དེ་ཚོ་ཡུན་དུ་གནས་ཡག་ཐོག་ལ་ཡང་དགོངས་པ། ཆེན་པོ་བཞེས་དགོས་འདུག་དགོངས་བཞེས་གནང་དགོས་འདུག། བསྟན་པ་རྒྱས་པར་ཤོག་ཟེར་ཚང་མས་སྨོན་ལམ་རྒྱག་གི་རེད་འདི་ཁ་ཙམ་ཚིག་ཙམ་མིན་པར་དོན་དག་ངོ་མའི་ཐོག་ལ་ཡང་འདི་གནང་དགོས་འདུག་འདི་ནས་ད་ད་ལྟའི་དུས་ཚོད་ལ་ཡང་གཙོ་བོ་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་ཐུགས་རྗེ་བཀའ་དྲིན་ལ་བརྟེན་ནས་ང་ཚོའི་ད་བསྟན་པ་དེ་འཛམ་བུ་གླིང་སྤྱིའི་སྡིངས་ཆའི་ཐོག་ལ་ཞི་རགས་ཀྱི་མཚན་མཐོང་ཆེན་པོ་ལྷག་པར་དུ་ཡང་ཚན་རིག་ཐོག་ནས་དམིགས་བསལ་གྱི་དོ་སྣང་བྱེད་ཡག་དང་ཚན་རིག་པ་མཉམ་འདོགས་དང་ང་ཚོ་བགྲོ་གླེང་བྱེད་ཐུབ་ཡག་གི་འདི་འདྲའི་གི་དུས་སྐབས་ཅིག་ཡིན་དུས་ཙང་ང་རང་ཚོའི་གོ་སྐབས་ཞེ་དྲགས་བཟང་པོ་ཡོད་བ་རེད་གོ་སྐབས་དེ་གི་དུས་ཆུད་ཟོས་མ་འགྲོ་བ་ད་ལྟའི་དུས་ཚོད་ལ་ཆོས་བརྒྱུད་ཕན་ཚུན་བར་ལ་ཡང་ང་མཐོ་ཁྱོད་དམའ་ང་རྒྱལ་ཁྱོད་ཕམ་ང་དྲག་ཁྱོད་སྐྱོ་ཟེར་ནས་འདི་ལ་ཡོད་དུས་ཚོད་མ་རེད། ང་ཚོ་ཚང་མ་མཉམ་དོགས་བཅས་བྱས་ནས་ད་འཛམ་བུ་གླིང་སྤྱིའི་དཀའ་ངལ་ཐོག་ལ་སེལ་ཐབས་ཐོག་ལ་ཆེ་ས་ནས་གར་གནང་དགོས་ཀྱི་འདུག་ཆུང་ས་སུ་སོ་སོའི་ཁོར་ཡུག་ཐོག་ལ་ཡང་ག་ཚོད་སོ་སོའི་ཁོར་ཡུག་གི་སོ་སོའི་ཉེ་འཁོར་དེ་གའི་ཐོག་ལ་ཡང་བསྟན་པའི་བྱ་བ་གར་བྱེད་དགོས་ཀྱི་འདུག་བརྒྱུད་ནས་ང་རང་ཚོ་བསྟན་པ་ཡུན་དུ་གནས་ཡ་ཐོག་ལ་ཡང་ད་ནི་སྤུས་དག་པོ་ཡོད་པ་འདི་གའི་དེ་ད་དུང་འདི་ནས་བར་ལོ་བརྒྱ་ཕྲག་དང་སྟོང་ཕྲག་གནས་ཡ་ཐོག་ལ་ང་ཚོའི་འགན་གར་བཞེས་དགོས་ཀྱི་འདུག་དེ་ཚོའི་ཐོག་ལ་ཡང་དགོངས་པ་བཞེས་དགོས་ཀྱི་རེད་མ་གཏོགས་ང་ཚོ་ཆུང་ས་འདི་འདྲའི་ལ་ཅིག། མགོ་བསྐོར། ཆུང་ཚགས་འདི་འདྲའི་ཅིག་ལ་ཐོག་བརྒྱབ། འདི་འདྲའི་གནང་དེ་ན་ང་ཚོ་གནང་ཡས་དུས་ཚོད་རྩ་བ་ཉིད་ནས་མ་རེད་ལ། སྤྱིར་ན་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་གཙོས་པའི་རིགས་སུ་མ་ཆད་པའི་བསྟན་བདག་བླ་ཆེན་རྣམ་པ་ཚོའི་དགོངས་གཞི་འདི་མ་རེད། ཁོང་རྣམ་པའི་དགོངས་པ་གཅིག་དང། དབྱངས་གཅིག་མགྲིན་གཅིག་སྟེ། བསྟན་པ། ཡུན་དུ་གནས་ཡ་དང་བདེའི་རྒྱུད་ནི། འགྲོའི་སྡུག། སྡུག་བསྔལ་སེལ་ཡ། བདེ་བ་སྒྲུབ་ཡ། འདི་ཡིན་དུས་འདི་གའི་དེ་ལྟར་ང་རང་ཚོའི། དེ། བན་ངེད་ཚང་མ་ལོ་དགོངས་པ་བཅང་དགོས་ཡག་ལྷག་པོ་སྟོན་ཡ། ང་ཚོ་དེའི་བགྲོ་གླིང་མཉམ་ཞུགས་གནང་མི་དེའི་རྒྱུས་ནི། ད་སུ་སུ་སུ་གི་དེ། མང་པོ་ཅིག་ད་ད་ལྟ་དགོན་སྡེ་སུ་སུ་གི་ཕྱག་ལས་མཛད་མཁན་བཞེས་མཁན་གལ་ཆེན་པོ་ཡོད་ངེས་རེད། ད་སློབ་གཉེར་བ་སྤྱི་གཅིག་གཉིས་ནང་རིམ་པས་མཛད་མཁན་ཆེན་པོ་བཞེས་ཡག་གི། དུས་ཚོད་སླད་ཡོང་གི་རེད། དགོན་སྡེ་སོ་སོའི་ནང་ཡིན་ན་ཕྱོགས་དང་མཚམས་ལ་ཕེབས་ནས་བསྟན་པའི་བྱ་བ། སྒྲོན་ཡོད་ཀྱི་དེ་དོན་སྒྲུབ་དགོས་ཀྱི་མཛད་མཁན་མང་པོ་ཡོང་གི་རེད། དུས་ཚོད་ཐོག་ལ་ཡིན་ན་ཡང། གཙོ་བོ་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་གཙོས་པའི་རིས་མེད་བསྟན་བདག་བླ་ཆེན་རྣམ་པ་ཚོའི་ཐུགས་དགོངས་པ་ག་རེ་ཡིན་པ། སྔོན་བྱོན་དམ་པ་ཚོའི་དགོངས་པ་ག་རེ་ཡིན་པ། ད་ལྟ་ང་ཚོའི་གི་ཅིག་འཛམ་བུ་གླིང་གི་གནས་སྟངས་ག་འདྲས་ཡིན་པ། སྤྱི་ཚོགས་གནས་སྟངས་ག་འདྲས་ཡིན་པ། དེ་གས་དེ་ཁྱོད་ཡོང་དགོངས་པ་བཞེས་བྱས། ང་ཚོ་ཚང་མ་ལ་འུར་རྟ་གང་ལྟར་འགན་བཞེས་དགོས་ཡ། དུས་ཚོད་ཅིག་སླད་དེ་ཡ་ཡིག་དྲིས་དེ་གས་དེ་ད་གནང་རོགས་གནང་བྱས་བྱས་ནས་གསལ་འདེབས་ཞུ་ཡ་གཅིག་འདུག་ཟེར་ཡིན། དེ་ནས་ད་བགྲོ་གླིང་དང་འབྲེལ་བའི་ཐོག་ལ་ཡ་ཞུ་ཡ་ཚིག་གཅིག་གཉིས་ལ་རྩ་བའི་ད་ལྟ་གོང་དུ་བགྲོ་གླིང་གསུང་བཤད་གནང་མཁན་ཐོག་ནས་རེད། འདི་གཟུགས་བརྙན་པའི་ཐོག་ནས་ད། ཐོན་མིའི་ཐོག་ནས་ད་ལྟ། ད་ཐེངས་ཀྱི་བགྲོ་གླེང་དང་འབྲེལ་བའི་ད་གོང་ཚུལ་གནད་འགག་ཆེན་པོ་ཁ་ཤས་ཀྱི་གསུངས་གནང་སོང། འདི་གའི་དེ་བསྐྱར་ཟློས་ཞུ་མ་དགོས་པ་བྱེད། ད་ང་རེ་གིས་ཁ་ཚིག་བགྲོ་གླེང་བཞི་དེ་ལ་ཡང་ཆ་ཚང་དོ་སྣང་བྱེད་ཆེད་སྐོར་བྱས་ཡིན་དུས་ཙམ་ལ་ཡང། དེ་དང་འབྲེལ་ནས་ད་གཅིག་གཉིས་ཅིག་ཞུ་ཡ་ལ་ཡང། ད་ལྟ་བགྲོ་གླེང་གི་རྩོམ་ཤོག་དེ།

སྐྱོན་ཆ་དེ་འདྲའི་ལྷག་ཡོད་པ་ཡིན་ན། དེབ་དེ་བསྐྱར་དུ་པར་སྐྲུན་ཞུ་ཡུལ་འདི་ཚང་ལ་ཡང་ལེགས་བཅོས་བྱས་ནས་སྤྱི་བཏང་ངེས་མ་ནཱ་ལེནྡྲའི་མཁས་པས་བསྟན་བཅོས་འབྲི་གི་དེ་བསྟན་བཅོས་སུད་སི་གི་བརྩམས་ཚར་སོང་ན་མཁས་པ་པིན་དྲི་དང་འཛོམས་ནས་ཚིག་རེ་རེ་ནས་ཡིག་འབྲུ་རེ་རེ་ནས་ཤུ་བོ་རེ་རེ་ནས་གྲས་ལ་ཡང་བཏང་ནས་ཞིབ་བསྡུར་གནང་ནས། ཚིག་དོན་གཉིས་ཀྱི་ཐོག་ལ་སྐྱོན་ཆ་མེད་པ་ཡིན་ན་བསྟན་བཅོས་དེ་པར་རྒྱབ་ཆོས་ར་དང་ཡོངས་གྲགས་འགྲེམས་སྤེལ་བྱེད་ཆོག་ཆ་ཤས་འདི་འདྲ་ཡོད་པ་ཡིན་དུས་ང་ཚོས་དེ་དེ་དང་ཆ་འདྲ་བ་ཅིག་ད་ལྟ་བགྲོ་གླེང་འདི་འདྲའི་ཚོགས་ནས་དེ་གནང་ཐུབ་པས་དེ་དང་ཆ་འདྲ་བ་ཅིག་ཡོང་གི་ཡོད་པ་ཡིན་དུས་གཙོ་བོ་བརྗོད་གཞི་རང་གི་ཐོག་ལ་ཡང་འདི་ན་གལ་ཆེན་པོ་ཅིག་མཐོང་ཐུབ་ཀྱི་འདུག་དེ་ནས་ད་ལྟ་བགྲོ་གླེང་གནང་དུས། ང་རང་ཚོས་ད་ལྟ་བགྲོ་གླེང་གནང་སྟངས་དེ་རྩ་བའི་དེང་དུས་ཀྱི་ཤེས་ཡོན་ལམ་སྲོལ་དང་མཐུན་པ་ཅིག་གནང་གི་ཡོད་པ་ཡིན་དུས་ག་ཚོད་ཐུབ་ཐུབ་ཀྱིས་བགྲོ་གླེང་གསུང་བཤད་གནང་པའི་སྐབས་ལ་ཡང་ད་ལྟ་རས་གཞི་གང་ནས Power Point གང་ནས་བེད་སྤྱོད་བྱས་བྱས་ནས་འདི་གནང་ཡ་དེ་གལ་ཆེན་པོ་འདུག་འདི་ཡི་དཀའ་ལས་ཁག་པོ་དེ་ནི་གང་ཡང་མ་རེད་སོ་སོ་གི་རྩོམ་བྲིས་ཚར་སོང་ན། རྩོམ། རྩོམ་ཤོག་འདིའི་ནང་གི་གནད་དོན་སྙིང་པོ་གཉིས་པོ་ཚུད་དུས་ནས། ད power point སོ་སོ་བཟོས་ཐུབ་ན་བཟོས་ཐུབ་པ་རེད་བཟོས་མ་ཐུབ་པ་ན་དེང་སའི་འཕྲུལ་ཆས་ཐོག་ལ་ཡང་རྒྱུས་མངའ་ཡོད་མང་པོ་ཡོད་དེ་འདི་འདྲས་ནས་བཟོས་ནས་འདི་གྲ་སྒྲིག་གནང་བ་ཡིན་ན་དེས་ཕན་ངེས་མང་པོ་གཅིག་གི་བློ་ལ་ཡང་གཅིག་ངེས་དེ་ཡང་གསལ་བོ་ཡོང་ཞུ་ཁྱབ་པ་བྱུག་ཡིན་ནའང་རེ་ཞིག་གང་བསྟན་པའི་སྐབས་ལ། ག་ཚོད་ཐུབ་ཐུབ་ཀྱིས་ཡིག་ཚོགས་ཉུང་བ། གནད་འགག་ཡོད་པ་འདི་གའི་སྟེང་སྡེ་ཚན་སྡེ་ཚན་བྱས་བྱས་ནས་ཨ་ནི་ཤེས་བྱེད་ཀྱི་ལུང་དང་གནད་འགག་ཡོད་པ་འདི་ཚོས་ན་ཕའི་གང་བཀོད་བྱས་རྩོམ་ཤོག་ནང་ཡོད་པ་བཞི་གསུམ་གྱི་ཆ་ཚང་ཕ་ཡིག་མེད་པ་དེ་ཡང་ཡི་གེ་ཆེན་པོ་ག་ཚོད་ཐུབ་ཐུབ་ཀྱིས་ཐག་རིང་པོ་ནས་བལྟས་པ་ཡིན་ན་ཚང་མས་མཐོང་ཐུབ་ཡ་དེ་ཡང་དཔེ་རིས་དང་ཡང་དེ་འབྲེལ་གྱི་གཟུགས་བརྙན་འདི་འདྲའི་ཉམས་རྟོགས་འབྲི་ཐུབ་པ་ཡིན་ན་འདི་ཡི་ཡང་ཁྱད་ཆོས་ཡོད་པ་ཡིན་དུས་དེ་གས་དེ་ད་མ་འོངས་པ་ལ་ཡང། ང་ཚོ་བགྲོ་གླེང་དེ་ད་ཐེངས་ཐེངས་དྲུག་པ་རེད་ད་དུང་འདི་ནས་མ་མུ་མཐུད་འབྲི་ཡ་ཡིན་དུས་དེ་ཅི་གང་ཞིག་གནང་རོགས་གནང་ཞུ། དེ་ནས་ད་གཙོ་སྐྱོང་བ་དེ། རྩ་བའི་ཆོས་རིག་ལས་ཁུངས་ཁ་ཚོན་ཕྱག་ལས་གནང་མཁན་ཚོ་ལ་ཞུས་པ་ཡིན། ད་ལྟ་ནི་ང་རང་ཚོ་གཙོ་སྐྱོང་བ་དེ། གསུང་བཤད་གནང་མཁན་ནང་ལོགས་ནས་སྐོར་ར་ཅིག་རྒྱབ་ཀྱི་ཡོད་པ་ཡིན་དུས། འདི་གའི་གོ་སྐབས་དེ་བལྟས་ཚེ་ཁ་ཤས་ལ་གོ་སྐབས་གཅིག་གསུང་བཤད་གནང་ཡང་གོ་སྐབས་གཅིག་གཙོ་སྐྱོང་བྱས་ཡང་གོ་སྐབས་གཅིག་ཞེས་དུས་གོ་སྐབས་ག་ལ་གང་འཚམས་ཡོད་པའི་ཟུར་རུ་གཅིག་ཨེ་འཚལ་བས་ང་ཚོ་འདིའི་བགྲོ་གླེང་འདི་ལ་ཡང་གསུང་བཤད་གནང་མཁན་ཕལ་ཆེར་དུ་རྒྱུན་ལྡན་བཅོ་བརྒྱད་ཚང་མ་དེ་མེད་ཡིན་ས་རེད་ཆོས་བརྒྱུད་སོ་སོས་མང་ཆ་བགོས་བྱས་ཡོད་དུས་འདི་ཡིན་དུས། མང་པོ་ཅིག་ལ་འདིའི་གསུང་བཤད་གནང་ཡང་གོ་སྐབས་དེ་ཡོད་མ་རེད་འདི་མེད་པ་ཡིན་དུས་ཙང་ལ་ཡང་གསུང་བཤད་གནང་མཁན་དང་གཙོ་སྐྱོང་གནང་མཁན་གཉིས་ཁ་ཁ་འཇལ་བྱས་ནས། གསུང་བཤད་ནང་གི་གཙོ་སྐྱོང་གནང་མ་དགོས་པར་གཙོ་སྐྱོང་ནང་གི་གསུང་བཤད་གནང་མ་དགོས་ཡིན་ན་མ་ང་ལ་ཡང་གོ་སྐབས་ཐོབ་ཡག་གི་ཁྱད་པར་ཅིག་ཡོང་ས་རེད་ཅེས་ནས་ཞུ་ཡས་གཅིག་འདུག་ཟེར་ཡིན། དེ་ནས་གཙོ་སྐྱོང་གནང་མཁན་གྱི་ད་བྱུང་པ་ཡིན་ན། གསུང་བཤད་གནང་མཁན་དེའི་ཆོས་བརྒྱུད་ག་རིགས་ཀྱི་གསུང་བཤད་གནང་མཁན་ཡིན་ན་ཡང་གཙོ་སྐྱོང་གནང་མཁན་དེའི་ཆོས་བརྒྱུད་དེའི་གི། ཁུངས་ནས་ཡིན་པ་ཡིན་ན། སྟངས་འཛིན་བྱས་བསྡད་པ། དྲི་བ་དང་ལན་གསལ་བོ་མ་བྱུང་མ་བྱུང་པ་ཡིན་ན། གོ་བརྡ་སྤྲད་བསྡད་པ། གལ་ཆེ་ཤོས་ནང་གི་ཆེ་ཤོས་དེ་མཇུག་བསྡོམས་རྒྱག་ཡ་ལས་བྱེད་ར་ཁྱད་པར་ཡོད་རེད་ད། ཡིན་ནའང་ང་ཚོས་དེ་ཆོས་བརྒྱུད་མང་པོ་གཅིག་བྱས་ཨ་ནི་ཡང་ཁོ་རེའི་རྩོམ་ཤོག་དང། རྩོམ་ཤོག་ག་ཚོར་ད་གསུང་བཤད་གནང་མཁན་གཉིས་གཉིས་ལ་གཙོ་སྐྱོང་རེ་རེ་བྱས་ཡོད་དུས་ཡང། ཆ་ཚང་ལོ་ད་གང་ལྟར་ཆོས་བརྒྱུད་གཅིག་པ་ཡིན་པས་ཡང། ཅིག། ཏག་ཏག་ཅིག་ཆ་བགོས་བྱས་འདུག་དེ་ཁེལ་གྱི་ཡོད་མེད་ཡང་ཡོང་ཐུབ་ཀྱི་མེད་མི་ཤེས། དེ་གང་ལྟར་ག་ཚོད་ཐུབ་ཐུབ་ཀྱིས་གསུང་བཤད་གནང་མཁན་དང། གཙོ་སྐྱོང་གཉིས་དེ་གཅིག་པ་ཁེལ་ཐུབ་ན་དེ་གནད་འགག་ཆེན་པོ་ཞིག་མཐོང་གི་འདུག་དེ་ནས་ད་གཙོ་སྐྱོང་བས། དུས་ཚོད་སྟངས་འཛིན་གནང་ཡག་དང་འདི་གལ་ཏེ་གཙོ་སྐྱོང་གི་འགན་གཅིག་རེད་དེ་གལ་ཆེ་ཤོས་དེ་ག་ཚོད་ན། གསུང་བཤད་གནང་པའི་མཇུག་ལ་ཡང། ད་གང་ལྟར་གསུང་བཤད་གནང་ཡག་གི། སྙིང་དོན་གར་བྱུང་སོགས་དྲི་བ་དྲིས་ལན་དང་གསུང་བཤད་གནང་ནས། འདི་བསྡོམས་ཏེ་བརྒྱབ་ནས་དེ་རིང་གསུང་བཤད་གནང་ནས་ང་ཚོ་དོན་དག་གཙོ་བོ་འདྲ་འདི་གང་ལ་ཡག། བགྲོ་གླེང་བྱུང་སོ། གནད་འགག་འདི་འདྲ་ཅིག་གང་བབས་སོ། འདི་འདྲ་ཅིག་གསལ་བོ་ཆགས་སོས་འདི་བསྡོམས་བརྒྱབ་སྟེ་ཞུ་གལ་ཆེན་པོ་རེད། ང་ཚོ་བགྲོ་གླེང་མང་པོ་ཅིག་བརྒྱབ་རྗེས་ཨ་ནི། ད་ནམ་རྒྱུན་ནས་རྒྱུས་མངའ་ཡག་པོ་ཡོད་དེ་ངས་མཁྱེན་རྒྱ་ཡག་པོ་བཏོན་ཡོད་འདི་ག་ལ་གང་མཚུངས་ཅིག་མཁྱེན་གི་རེད་དེ་སློབ་གཉའ་བོ་སྤྱི་ཆིངས་ཅིག་ལ། ད་ཅིག་གར་སོགས་རེད། འཁྲུག་པོ་ཞུ་བྱུང་སོ་དེ། དོན་དག་གང་འདྲས་ཅིག་གང་ལ་སླད་ཡོད་མེད་པའི་འཇུ་ཡག་ཅིག་དང་ཁྱེར་ཡག་ཅིག་ཁོས་ར་ཏི་ཤི་བོ་མེད་དེ་ངས་ཏི་ཅི་ཡོང་འདུག་བྱས་ཙང་འདི་ཡིན་དུས་ཙང་འཇུག་དེ་ལ་ད་གཙོ་སྐྱོང་བའི་སྐར་མ་ཅིག་ཁ་ཤས་ཅིག་ནང་ལོགས་ལ་ཡར་བགྲོ་གླེང་གི་གནད་དོན་གལ་ཆེ་ཆེ་བ་ཁ་ཤས་ཁ་ཤས་ཅིག་ཟུར་འདོན་བྱས་ནས་དེ་གསལ་བོ་ཅིག་མ་གསུང་ཐུབ་པ་ཡིན་ན་ཚང་མ་ལ་འོ་བལྟས་ཚོད་མ་ཅིག་སེམས་ལ་ངལ་ཡག་ལ་ཁྱད་པར་ཅིག་ཡོང་ས་རེད་འདི་ཅིག་རེད་དེ་ནས་ཁ་ཚིག་ང་ཚོ་བགྲོ་གླེང་སྐབས་ལ།

ད་ངས་ཀྱི་ད་བགྲོ་གླིང་རྩ་བའི་ད་གནད་དོན་ག་ལ་གང་འཚམས་ཡོད་དེ་ད་ཨ་ལི་གས་ཆེ་བ་དྲན་པ་དྲན་པ། མ་འོངས་པ་ལ་ད་ཡར་རྒྱས་གཏང་དགོས་ཡག་ད་དུས་ཚོད་སྐོར་ལ་ཡག་འདི་གས་འགྲོ་ཅིག་ཡིན། ཨན་གས་ཆེ་ཤོག་དེ་ད། ཅིག་བགྲོ་གླིང་འདི་འདྲའི་ཚོགས་དུས། ད་ཆོས་རྒྱུད་གཞན་དང་གཞན་གྱི། བཞེད་ཚུལ་མང་པོ་ཅིག་གསུངས་ཡོད་པ་ཡིན་དུས་ད་མང་པོ་ཅིག་གི་ནམ་རྒྱུན་ནས་གོ་མྱོང་ཐུབ་མྱོང་ཞེ་དྲག་མེད་ན། བགྲོ་གླིང་སྐབས་ལ་ཡག་ལམ་སང། བློ་ལ་ངའི་ཐུགས་ཡག་དང་གོ་ཐུགས་ཡག་བལྟས་ཚེ་ཁག་པོ་ཡོང་གི་རེད་འདི་ཡིན་དུས་ད་ནམ་རྒྱུན་ནས་ཐུགས་སྣང་གནང་དགོས་ཡ་གཅིག་ལ་ཡ་ཆོས་རྒྱུད་གཞན་དང་གཞན་གྱི་གཞུང་ལ་ཡ་ཐུགས་སྣང་གནང་དགོས་ཀྱི་ཡོད་པ་ཡིན་ན་དཔེར་ན་དབུ་མའི་གཞུང་ལ་ཐུགས་སྣང་གནང་དགོས་ཀྱི་ཡོད་པ་ཡིན་ན་ཆོས་རྒྱུད་གཞན་དང་གཞན་གྱི་དབུ་མའི་གཞུང་གལ་ཆེ་ཤོས་ག་རེ་ག་རེ་རེད་དཔེར་ན་ང་ཚོ་རི་བོ་དགེ་ལྡན་པ་ཡིན་ན་དབུ་མའི་གཞུང་གལ་ཆེ་ཤོས་རྗེ་རིན་པོ་ཆེ་གཞུང་རེད

ག་འདི་ཅིགའང་ཤེས་ཀྱི་འདུག། འདི་ཅིག་ངེས་པར་སྣང། ཨ་ནི་རྒྱུན་དུ་ད་དེང་སང། ཅིག། ད་འཕྲུལ་ཆས་བརྒྱུད་ནས། ཕར་ཚུར། སྐད་ཆ་དྲིས་ཡ་མང་པོ་ཡོད་དུས་ཆོས་བརྒྱུད་སོ་སོའི་ནང་གི་ཡང། མཁས་དབང། དེ་འདྲས་ཡང་ཅིག་ཕར་ཚུར། གྲོགས་པོ་རོ་བྲིས་བྱས། ངོ་ཤེས་པ་བཟོས་བྱས།

ཅིག་དེ་དགོན་སྡེ་སོ་སོ་ལ་ཡང། ད་ག་འདྲ་འགྲོ་གླིང་འདི་ཚོ་ཡག་གི། བརྡ་ཐོ་གནང་ཡག་རེད་ཨེ་འདི་ནས། རིམ་པས། ད་རྩོམ་ཤོག་དྲི་ཡག་གི་སོགས་པའི། གོ་སྒྲིག་གནང་ཡག་མཚོན་པའི་ད་ད་འདེད་པ་འདུག། ཧ་ལས་པའི། ད་ག་འདྲ་ལས་གཞི་ཆེན་པོ། ཕྱག་ལས་རྒྱ་ཆེན་པོ་དུ་གནང་ཡོད་དུས། ད་དབུས་བོད་མིའི་སྒྲིག་འཛུགས་ཆོས་རིག་ལས་ཁུངས་ཀྱི། ཅིག་ཕྱག་ལས་གནང་མཁན་མཛད་མཁན་བཤད་མཁན་སྤྱི་དང་ལྷག་པར་དུ་ཡང།

ཐུགས་ཆེ་ཞེས་ནི་ཞུ་ཡ་དང། ཨ་ནི། ང་ཚོས་དེ་ལྟར་མཛད་མཁན་བཤད་མཁན་གཙོ་བོ་འདྲ་བོ་དེ་འགན་སྐབས་སུ་བས་མཁན་མཁྱེན་མཁན་དེ་གྲྭ་ཚང་གཉིས་ཀྱི། སློབ་གཉེར་ལྷན་ཚོགས་ཕྱག་བསྟེན་ཡོད་དུས། སློབ་གཉེར་ལྷན་ཚོགས་ཀྱི་ད་ཕྱག་ལས་གནང་མཁན་ཚོའི་མྱིང་དང་མཚན་བྲིས་ནས། དེའི་ཕྱག་ལས། ཞུ་གཅིག་ཏུ་སུ་གནང་སོ་གྲྭ་ཚང་གཉིས་ལ་ཁྱད་པར་མེད་པར་ནང་བཞིན། ལས་གནང་དུས་ཉམས་རྟོགས་གནང། སྡེ་གནང་དུས་སྡེ་གནང་སྡེ་ནང་ཞིང་གི་པར་ལས་དུས་ཟན་ཁོ་རང་ཚོའི་ཕྱག་ལས་གནང་དུས་གྲྭ་ཚང་གཅིག་ལ་གནང་བ་ནང་ཞིང་གྲྭ་ཚང་གཉིས་ཀའི་སྡེ་ཡོད་རེད་ཧ་ལས་པའི་ཐུགས་སུ་གནང་སོང་ལ། བརྩེ་བའི་ད་ལྟ་ང་ཚོ་སྡེའི་བགྲོ་གླིང་རིག་མེད་བགྲོ་གླིང་འཚོ་བ་དེ་ད་རེས་ཐེངས་དང་པོ་མ་རེད་ཉིས་སྟོང་བཅུ་དགུ་ལོ་ལ། ཆོས་རྒྱུད་རིག་མེད་ཀྱི་བགྲོ་གླིང་ཆེན་པོ་གཅིག་གཞི་རྒྱ་ཆེན་པོ་གཅིག་འཚོགས་པ་རེད་འདིའི་ནང་ལ་དད་ལྡན་ཆོས་རྒྱུད་གྲུ་གར་ཡོད་འདིའི་སྒང་ལ་ཧིན་དུའི་ཆོས་རྒྱུད་རྫས་ངན་ཕྱི་རོལ་པ་དེ་འདྲའི་རིགས་གཅིག་མཁས་པ་རྒྱ་གར་ག་ལ་གང་འཚམས་ཡོད་རེད་འདི།

ད་གྲྭ་ཁྲ་ཨམ་པ་ཀའི་རྗེས་འབྲང་རྒྱ་གར་མཁས་པ་མང་པོ་གཅིག་ཏུ་བཅས་བགྲོ་གླེང་ཚོགས་ཆེད་ལྟ་ག་འདི་གྲྭ་ཚང་གཉིས་ཐུན་མོང་ཐོག་ནས་ལྟ་ག་འདི་བགྲོ་གླེང་གཞི་རྒྱ་ཆེན་པོ་འདི་འདྲའི་ཕལ་ཆེར་ལོ་ཕྱག་ཆེན་འགྲོ་ཆུ་གོ་ཁྲིད་ཞུས་དོན་ལ་གྲྭ་ཚང་སོ་སོའི་ནང་ལོགས་ལ་བགྲོ་གླེང་མང་པོ་གཅིག་ཚོགས་དེ་དགོས་བ་རེད་གཞུང་ཆེན་གྱི་བགྲོ་གླེང་ཨོ་འདི་ཚང་མ་ལོ་མང་འགན་འཁྱེར་ངེས་འདི་སློབ་གཉེར་ལྷན་ཚོགས་ཨེ་འདིའི་ཐོག་ལ་བརྙན་པར་དང་འདི་བཀོད་སྒྲིག་བྱེད་ངེས། དཔེ་མཛོད་རེད། པ་ལས་སྡེ་ཚན་ལ་སོགས་པ་དང་ཚན་རིག་སྡེ་ཚན་ལ་སོགས་པ་མང་པོ་ཅིག་ཡོད་དུས་དེ་ཚང་མ་ལོ། ཐུགས་ཆེ་ཟེར་ནས་ཞུ་བ་ཡིན། སྤྱི་ནོར ྋགོང་ས ྋསྐྱབས་མགོན་དང་ང་ཚོ་བགྲོ་གླིང་ཚོགས་པའི་རྣམ་དཀར་དགེ་ཚོགས་སྡེ་ལ་བརྟེན་ནས་བསྟན་པ་རྒྱས་པ་དང་འགྲོ་བ་བདེ་བ་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་གཙོས་པའི་རིགས་སུ་མ་ཟིན་པའི་བསྟན་བདག་བླ་ཆེན་རྣམ་པ་དང་སྐྱེས་བུ་དམ་པ་རྣམས་སྐུ་ཚེ་ཞབས་པད་བསྐལ་བརྒྱར་བརྟན་ཅིང་རླབས་ཆེན་ཐུགས་བཞེད་འགྲུབ་པ་དང་འགྲོ་བ་སེམས་ཅན་ཐམས་ཅད་རྒྱུད་ལ་བདག་གང་དེར་ས་ལམ་གྱི་རྟོགས་པ་སྐྱེས་ནས་རྣམ་རྒྱལ་རྒྱལ་བའི་དགོངས་མ་ཐོབ་ཐུགས་ཡར་ལྡན་བགྲོ་གླེང་ཕན་ངན་ཚང་མ་བླུགས། ཐུགས་སྨོན་སྐྱབས་འཇུག་རྒྱ་གང་ཅན་དང་རོ་སྣང་ཞིང་བརྟུལ་ཆེ།